སློབ་གྲྭ་ཆེན་མོ་གཞན་པ་ཅིག་ནང་ལ་ད་ཉི་མ་གཉིས་གསུམ་དཔེ་ཁྲིད་བྱེད་ཀ་གླས་ཡོད་དེ་རིང་ས་ཆ་འདིའི་ནང་ལ་ད་དྲ་ལམ་ཡག་པོ་ཡོད་མེད་ཧ་གོ་མོ་འདུག་དྲ་ལམ་ཡག་པོ་ཡོད་པའི་རེ་བ་ཡོད། དེ་ནས་ད་ཁ་ཚོན་ང་ཚོ་དེ་ཡིན་ཆད་ཀྱི་ད་བདེན་པ་ཞིག་གི་ནང་ནས་བདེན་པ་དང་པོ་གསུམ་པོ་དེ་ཞུས་ཚར་བ་རེད། རེ་བ་མགོ་བདེ་ཡིན་ཆད་ཞུས་ཚར་བ་བཅས་ད་ད་རིང་ང་ཚོ།

ད་སྐག་ཚ་ངང་སོ་དུམ་བུ་རེ་བ། སྡུག་བསྔལ་དུག་ཀུན་འབྱུང་གི་ད་ད་དུམ་བུ་སྡུག་བསྔལ་གྱི་ཉེས་དམིགས་མང་པོ་ཅིག་ད་ག་སོང་དེ་ཡིན་ཕྱིར་ལ་གོང་དུ་བཤད། ད་སྡུག་བསྔལ་གྱི་ཉེས་དམིགས་མང་པོ་ཅིག་བཤད་ཚར་བའི་རྗེས་ལ་འོ་ན། སྡུག་བསྔལ་དེ་མེད་པ་བཟོ་དགོས་ཀྱི་ཡོད་ན། ད་སྡུག་བསྔལ་གྱི་དགའ་འབྲས་སུ་མེད་པ་བཟོ་དགོས་རེད་ཅེས་ནས་དེ་སྐད་ཅེས་པའི་ཤེས་ཡོང་གི་རྩ་ནི། དེ་ནི་སྡུག་བསྔལ་ཁོ་རང་གིས་བརྗེད་འདུག་པའི་སྟེང་ནས་སྡུག་བསྔལ་མེད་པ་བཟོ་ཡ་བའི་ཐ་ཤལ་ཅིག་མ་གཏོགས། ནི་སྡུག་བསྔལ་ཁོ་རུ་ཁ་མཐུད་སྡུག་བསྔལ་རང་གིས་ཐུག་ནས་མེད་པ་བཟོ་ཡ་གི་ཐ་ཤལ་ཅིག་མེད་པ་ཡིན་ཙང། གལ་སྲིད་སྡུག་བསྔལ་མེད་པ་བཟོ་དགོས་ཀྱི་ཡོད་ན། སྡུག་བསྔལ་གང་ལས་འཇུ་ས་གི་རྗེས་དེད་པའི་ངོ་ཡག་པོ་ཅིག་འཕྲད་དགོས་ཡ་དང། སྡུག་བསྔལ་གང་ལས་འཇུ་ས་གི་རྗེས་དེད་ངོ་ཡག་པོ་ཅིག་འཕྲད་སོང་ན་རྗེ་ཀུན་འཇུག་དེད་ངོ་ཡག་པོ་ཅིག་འཕྲད་སོང་ན། རྗེ་ཀུན་འཇུག་དེད་དེ་ནི་ལྡོག་པའི་མཐའ་ཡོད་མེད་དཔྱད་ནས། རྗེ་ཀུན་འཇུག་དེད་མེད་པ་བཟོ་ཐུབ་པ་ཡིན་ན་སྡུག་བསྔལ་དེད་མེད་པ་བཟོ་ཐུབ་གི་ཡོད་པ་དེ་སྐད་ཆ་དེ་དེ་གནས་ཚད་དེ་ཤེས་ཡོང་དུས་ཙམ་ཡིན་ད། སྡུག་བསྔལ་མེད་པ་བཟོ་པའི་གི་དེ་ནི་མེད་པ་ཆགས་ཀྱི་ཡོད་པ། སྡུག་བསྔལ་ཟེར་ངེས་དེ་བཀག་ཐུབ་གི་ཡོད་པ། སྡུག་བསྔལ་ཟེར་ཡ་དེ་ཡིས་གོ་སྐར་སོགས་རེད། གནས་བཀག་ལ་ཡང་བཀག་ཐོག་གི་ཡོད་པ། མཐའ་དུས་ལ་ཡང་དུས་ངེས་དང་དུས་ངེས་ཀྱི་རྗེས་སྙིང་པོ་དེ་བཀག་ཐོག་གི་ཡོད་པའི་ཐག་གནས་ཚུལ་འདི་འགྲེལ་བཤད་དེ་གོང་འགྲོ་ཚར་བ་རེད། ད་དེ་འདྲའི་གཅིག་ནས་གསུམ་བཏང་བ་འདི་རྩ་ནས་འོང་ན། སྐར་སོགས་རེད། དུས་ངེས་དང་དུས་ངེས་ཀྱི་རྗེས་དེ་རྩ་ངེས་ནས་ཟེར་གྱི་ཡོད་རེད། ཟེར་དུས་རྩ་ནས་ད་དེ་ཟེར་གྱི་ཡོད་རེད། དེ་གཟིགས་པས་དེ་ནས་ཕན་བྱེད་ཡོང་གི་ཡོད་རེད། དེ་གཟིགས་པའི་ཕན་དེ་ལ་མིང་ག་རེ་བཏགས་དགོས་རེད་ཟེར་ན་མགོ་བདེ་དག་གོ་གི་ཡོད་རེད། ད་འོ་ན་དེ་ལྟ་བུའི་གི་རེད་པ་དུས་ངན་དུ་དུས་ངན་གོ་ནས་འཇུས་ཚར་བའི་རྩ་དབང་གི་རྒྱུ་དེ། རྒྱུ་དེ་དག་གཟིགས་པས་དེ་ནས་ཕན་བྱེད་ཡོང་ན་ཕན་དེ་ད་མཐའ་གང་ལ་དེ་ནས་ཡོང་གི་རེད་མཐའ་གཞི་གང་ཅིའི་ལ་དེ་ནས་དེ། སྡུག་བསྔལ་ཟད་པའི་ཕན་དེ། ཕན་དགུ་དེ་ཟད་དེ་ཡོང་གི་རེད་ཟེར་དུས་ཙམ་ནས་ད་ང་ཚོ་འདི་རིགས་ཀྱི་རེ་ཤིག་བསྡད་པ་ཡིན། མཐའ་ཤེས་དེ་གཅིག་རང་མ་གཏོགས་ཡོད་མ་རེད་སྡུག་བསྔལ་ཟད་པའི་མཐའ་དེ་གཅིག་རང་མ་གཏོགས་ཡོད་མ་རེད། སྡུག་བསྔལ་གྱི་འཇིགས་ཀུན་ཆུ་ཟད་པའི་མཐའ་དེ་གཅིག་རང་མ་གཏོགས་ཡོད་མ་རེད། དེ་ག་རེ་ཟད་པ་བྱེད་དགོས་རེད་ཟེར་ན། ཨ་ནི་ལོང་བཟླས་ཀྱིས་ལོང་སྒོ་ནས་ཟད་དགོས་རེད་ཟེར་དུས་ཙམ་ནས་ད་ང་ཚོ་ག་རེ་བཟོ་གི་རེད། དེ།

དཔེར་ན་ཅིའི་སྡུག་བསྔལ་གྱི་བདུད་རྒྱུ་འདས་ཆགས་མི་སྡུག་ན། སྡུག་བསྔལ་མཐའ་དག་བཟློག་ཐུབ་བོར་བའི་བཟློག་ཐོགས་མ་རེད། བཞེད་སྡུག་བཞེད་སྡུག་གི་ཚོགས་འདི་ནི་བཟློག་པ་ཡིན་ན། སྡུག་བསྔལ་མཐའ་དག་བཟློག་ཐུབ་རེད་བཟློག་ཐུབ་པོ་ཡོད་མ་རེད། ད་སྡུག་བསྔལ་གྱི་རྒྱུ་བཟློག་ཡ་དེ་ག་རེ་བཟློག་དགོས་རེད་ཟེར་དུས་ཙང་ནི། སྡུག་བསྔལ་གྱི་རྒྱུ་ལ་དྭངས་མ་ཡོད་པའི་ནང་ནས་ད། སྡུག་བསྔལ་དེས་ག་ཚོད་སྐད་ཆ་བྱུང་བ་མ་ཤེས་ཀྱི་ལུས་སྡུག་བསྔལ་གསུམ་པོ་དེ། ཀུན་འབྱུང་དཔེར་ན་ཆགས་ཞེ་ན་འདས་ཧྲག་ཏུ་བཞེད་སྡུག་ལ་སོགས་པ་ལ་དེ་ནི་འབྱུང་གི་ཡོད་རེད། ཆགས་སྡུག་འདི་དེས་ཙང།

ག་བཞེད་སྟོང་ནི་རྡུལ་སྙེད་རྟོགས་དགོས་དོགས་ཐོག་མ་རེད་གར་སེ་ན་བཞེད་སྟོང། རྡུལ་སྙེད་ཡུལ་རྫོགས་དེ་བཞེད་སྟོང་ལ་དེ་བས། རྡུལ་སྙེད་བདེན་པ་ཡུལ་རྫོགས་དེ་བཞེད་སྟོང་ལ་དེ་བས་འབྱུང་གི་ཡོད་མ་རེད། དེ་འདྲའི་ཡིག་ཚང། རྡུལ་སྙེད་དང། རྡུལ་སྙེད་ཀྱི་རྒྱུ། འདི་ཆ་བཞེད་སྟོང་ལ་སོགས་པའི་ཉིན་མོ་མཐའ་དག་འབྱུང་ས་དེ། གཙང་བ་དེ་གདངས་རྩི་ལ་དེ་བས་འབྱུང་གི་ཡོད་འདི་ཙམ་ནི་གདངས་རྩི་དུག་ཐོགས་པ་ཡིན་ན།

རྒྱུ་ལས་ཉིད་ལ་བརྟེན་ནས་སྡུག་བསྔལ་གསུམ་པོ་མྱོང་ནས། རྒྱུ་ལས་ཉིད་ལ་བརྟེན་ནས་ནད་དང་འདྲ་བའི་སྡུག་བསྔལ་གསུམ་པོ་དེ་སྣང་བཅས་སྡུག་བསྔལ་གསུམ་པོ་དེ་མྱོང་སོང་ནས། སྡུག་བསྔལ་གསུམ་པོ་དེ་སྣང་ནས་འཁོར་བའི་གནས་ཀུན་ཡོད་པ་དེ་ཉིད་པའི་རྒྱ་ཡོད་རེད་ཟེར། དེ་ནས་ག་རེ་གསུང་གི་རེད་ད། དཔེར་ན་ནད་པ་དེའི་རྗེས་ལ་ཡོད་པའི་ནད་བྱོ་ར་ན་ས་བྱོ་ར་བ།

དེའི་རྒྱུ་མཚན་ག་རེད་ཟེར་ན་ང་རོས་སུ་ནད་པ་ཅིག་ཡིན་ན་དཔེ་ཡི་སྐབས་སུ་ནད་པ་ཅིག་ཡིན་ན་ནད་པའི་གི་ན་ཚ་ཕོག་ཡ་དེ་ཁོ་ན་ཚ་ཕོག་ཡ་གི་རྒྱུ་རྐྱེན་ཅིག་ལ་བརྟེན་ནས་ཁོ་ན་ཚ་དེ་ཕོག་དགོས་རུ་བ་སི་དེ་ནང་བཞིན་ཅིག་ནས་ང་རོས་སུ་ཁོའི་གཉིས་ལ་ཁོ་དེ་གཉིས་གི་ནི་འགྲོ་བ་དེ་གི་དེ་གང་ཟག་ཁོ་རང་གིས་དེ་ནས་བདུད་སྡེ་དྲུག་དགོས་ཡ་དེ་ཁོ་རང་གི་རྗེས་ལ་བདུད་སྡེ་དྲུག་ནི། བདུད་ལྔས་ཉོགས་སུ་ཉོ་དགོས་ཡ་བདུད་ལྔས་གསུམ་པོ་ཁོ་རང་ཉོགས་སུ་ཉོ་དགོས་ཡ་དེ། བདུད་ལྔས་ཀྱི་རྗེ། ཉོན་མོངས་དང་ཉོན་མོངས་ཀྱི་རྩ་བ་དྭངས་བཟི་དེ་ལ་བརྟེན་ནས་ཁོ་རང་འཇུག་པའི་བདུད་ལྔ་དེ་ཡོང་གི་ཡོད་རེད་བ། དེ་ཡིན་ཙང་དེ་གཉིས་དཔེ་ལྟའི་རྒྱ་མཚོ་འདྲ་བོ་དེ་དུག་སུ་རྒྱག་དགོས་རེད། ད་འོ་ན། དེ་འབྲེལ་གྱིས་ད་དཔེ་ཡི་སྐབས་སུ་དེ་འབྲེལ་གྱིས་དཔེ་ན་ཚ་དྲག་པོ་ཕུག་དེ་གཉིས་ཀྱིས། དེ་ནས་མི་གཅིག་གིས།

དེ་རྡོ་རྗེ་ཡོད་རེད་དེ་ཟས་རྗེས་ཀྱི་ཡོད་རེད། ཨོ་དེ་གཉིས་སྙིང་པོ་དེ་དཔེ་དེ་སྦྱང་དགོས་དུས་ག་ལ་ད་ང་ཚོ་མགོ་བདེར་རྒྱག་དགོས་རེད། ན་ཚ་དཔེ་ཡི་བཀའ་ཟེར་ཨ་ནི་ན་ཚ་དེ་ཟས་རྗེས་ཡོད་པ་ན་ཚ་དེ་རྡོ་རྗེས་ཡོད་པ་དང། ན་ཚ་དེ་གྲགས་པའི་འཕེན་ཡུལ་གྱིས་ཡོང་རྒྱུ་ཡོད་པ་དེ་དང། ཨ་ནི་དུས་ངན་ཟས་རྗེས་ཡོད་པ་དང། དུས་ངན་ཟས་དཔེ་དེ་ནི་མགོ་བདེ་གྱིས་ཡོང་རྒྱུ་ཡོད་པ་སྙིང་པོ་དེ་དཔེ་སྦྱར་དགོས་དུས་ག་ལ་ཨོ་དེ་གཉིས་དཔེ་སྦྱར་ན་མགོ་བདེ་འདུག་དེ་ནི་དཔེ་སྦྱར་དགོས་རེད་ཨོ་དེ་རེད། ཀྱི། ནད་ཀྱི་གཞན་དབང་དུ་བྱས་པའི་གང་ཟག་དེ་གི། ན་ཚ་དེ་གང་ཟག་དེ་གི་རྗེས་ལ་མེ་བ་ཆགས་ཀྱི་ཡོད་པ་དང། ན་ཚ་དེ་དྲག་ཀྱི་ཡོད་པ་དང་ན་ཚ་དྲག་པའི་ཕན་ཡོད་ཀྱི་ཡོད་པ་དེ་དཔེར་རོ། དེའི་དོན་ལ་འགོ་ལ་ཚུལ་སྦྱང་གི་རྩ་ནས་ཨ་ནི་ང་ཚོ།

འདི་ནི་ད་ན་ཚ་དེ་གར་བྱས་ནས་མེད་པ་ཆགས་རེད། དཔེའི་སྐབས་སུ་འདི་ནི་ན་ཟུག་དང་གི་ན་ཚ་ཕོག་ཡོད་ན། དེ་ན་ཚ་དེ་མེད་པ་གང་གིས་བཟོ་དགོས་རེད་ཟེར་དུས་སུ་ནི་ད་ན་ཚ་མེད་པ་བཟོ་ཡ་དེ། སྨན་ཁང་ནང་འགྲོ་ནས་སྨན་བསྟེན་ནས་ན་ཚ་དེ་མེད་པ་བཟོ་དགོས་རེད་མ་གཏོགས། ན་ཚ་མེད་པ་བཟོ་ཡ་གི་ཐག་ཡོ་ག་མ་རུ་བ། དེ་འདྲའི་ཡིད་ཚང་ན་ཚ་མེད་པ་དེའི་སྨན་ལ་དེ་ནས་བཟོ་དགོས་རུ་བ་ད་སྨན་དེ་སོ་སོ་འདྲ་མ་འདྲ་གི་སྨན་དེ་དང་འདྲ་མ་འདྲ་ཡོ་རུ་བ། གོང་ལྟ་བཅུག་ན་ཚ་མེད་པ་བཟོ་ཡ་གི་ཐག་སྨན་གཅིག་ལ་བརྟེན་ནས་ན་ཚ་དེ་མེད་པ་བཟོ་དགོས་རུ་བ་ན་ཚ་མེད་པ་བཟོ་ཡ་གི་ཐག་སྨན་གཅིག་ལ་བརྟེན་ནས་ན་ཚ་དེ་མེད་པ་བཟོ་དགོས་དེའི་རྩ་ནི་དེ་དཔེ་རེད་དེ་ནང་བཞིན་གཅིག་ནས་ང་ཚོ་དོན་ལ་ཚིག་རྒྱང་འོང་བ་དེའི་རྩ་ནི་ད་དུས་ངན་མེད་པ་བཟོ་དགོས་ཀི་ཡོད་པ་དང། སྡུག་བསྔལ་དེ་ཡི་དེ་ནི་འཇིག་ཀུན་འབྱུང་དེ་མེད་པ་བཟོ་དགོས་ཀྱི་ཡོད་ན་ད་དེ་མེད་པ་དེ་གང་ཆེ་བཟོ་དགོས་རེད་ཟེར་དུས་ཙམ་ནས་ད་བདག་མེད་རྟོགས་པའི་ལམ་སྒོམ་པ་ལ་བརྟེན་ནས་ནི། སྡུག་བསྔལ་མེད་པ་བཟོ་དགོས་རེད་སྡུག་བསྔལ་ཟེར་གྱི་ཡོད་རེད་སྡུག་བསྔལ་གྱི་རྒྱུ་གི་རྩ་བ། ཀུན་འབྱུང་ཟེར་གྱི་ཡོད་རེད་ཟེར་འོང་དུས། ལུང་བསྟན་དང། སྨན་སྙིང་པོ་དེ་དེ་ནི་དཔེ་བྱ་དགོས། དཔེ་ཡི་སྐབས་སུ། ན་ཚ་ཟད་པར་བྱེད་པའི་སྨན་དེ་དང།

ད་ལྟའི་དཔེ་དེ་ནི་དོན་དག་མགོར་ཚིག་ཅིག་སྦྱངས་ན་དཔེ་ཡག་པོ་ཡོད་རེད། དཔེ་དེ་དོན་དག་མགོར་ཚུད་སྦྱངས་འོང་དུས་དཔེར་ན། ང་རོ་སོ་བདུན་གཉིས་མེད་པ་དཔེར་ན་ད་སྔ་སོ་བདུན་ལ་ཚིག་སྦྱངས་འོང་དུས་བདུད་རྟེན་མེད་པ་བཟོ་དགོས་པོ་ཡོད་ན། སྔོ་སྙིང་གི་ཆ་ལམ་དེ་བཞིན་དུ་སྡུག་བསྔལ་དང། སྡུག་བསྔལ་གྱི་རྗེས་ཀུན་ཆུད་ཟིན་ནས་དེ་མེད་པ་བཟོ་དགོས་པོ་ཡོད་ན། དེ་མེད་པ་བཟོ་ཡག་གི་ཐག་དངུལ་དེ་གར་ཆགས་འདོད་རེད་ཟེར་ན་བདག་མེད་དགོན་པའི་བློ་དེ་རེད། བདག་མེད་དགོན་པའི་བློ་དེ་སྔོ་སྙིང་གི་སྨན་དང་འདྲ་བ་དེ་རེད། ད། དེའི་གི་ཀུན་སློང་ཆོས་ར་ཀུན་སློང་གི་ངེས་འཇུག་གི་གསུངས་པ་ཅིག་ཡོད་མ་རེད་པས་ཀུན་སློང་ངེས་འཇུག་གི་གསུངས་པ། དཔེར་ན་ཉིན་གཅིག་ཏུ་རང་རྗེས་བརྟགས་པས་ཡིན་ན། སྡུག་བསྔལ་མེད་པ་བཟོད་ཡ་གི་བདག་མེད་བཏུབ་པའི་ལོང་གི་ཀུན་སློང་དེ་ལ་ངེས་འཇུག་གི་གསུངས་པ་གོ་རེད་པ། འདི་ནི་ག་སུ་རེད། སྡུག་བསྔལ་མཐའ་དག་མེད་པ་ཆགས་ན་སྨྱོན་པའི་གི་དེ་ནི་བསམ་པ་དང། མགོ་བདེ་མགྱོགས་པོ་ཐོགས་ན་སྨྱོན་པའི་ཀུན་སློང་གི་གསུངས་པ་ཅིག་ཡོད་མ་རེད་པས། འདི་ཀུན་སློང་གི་གསུངས་པ་གི་ངེས་འཇུག་གི་བསམ་པ་དེ།

བདག་མེད་བསྒོམ་པའི་བློ་དེ་རེད་ཟེར་བ། དེས་ན་ཤི་ཤི་སྤྲོས་མེད་པ་སོགས་ཡང་གི་མཐའ་ངོ་མ་དེ། སྟོང་ཉིད་བསྒོམ་པའི་བློ་དེ་ཆགས་ཡོད་རེད་མ་གཏོགས། དེ་དེ་གཉིས་ཀྱི་བཀའ་ལུང་གིས་ང་ཚོ་སྡུག་བསྔལ་མཐའ་དག་ཟད་ན་སྨྱོན་པའི་སྙིང་རྗེ་ཆེན་པོ་དང། ནི། ཞེས་པ་ནང་བཞིན་གྱི་བཀའ་ལུང་གིས་རྗེས་འཇུག་ཆགས་ཡོད་རེད། ངེས་སྒྲུབ་ཏུ་ཤི་སྤྲོས་མེད་པ་སོགས་ཡང་གི་མཐའ་གཉིས་དེ་ཆགས་ཀྱི་ཡོད་མ་རེད། ད་དེ་གཉིས་དཔེ་ཡག་པོ་བཅའ་དགོས་འདུག་དཔེ་ཡག་པོ་བཅའ་དགོས་འདུག། ད་དེ་དཀྱིལ་ལ་ག་རེ་ཡོད་རེད་ཟེར་ན། ད་འདི་ཁ་སྤྲོད་དེ་ལ་ཡོང་སྲིད་ཤེས་ཞུ་དགོས་ཡ་ཅི་ལགས། དཔེར་ན་ང་ཚོ་ཉེ་དུས་དུ་རང་རྒྱལ་ལྟ་བུ་ཡིན་ན། ང་ཚོ་དེ་སྐུ་རླུང་གི་ངན་བྱུས་ཀྱི་བསམ་པ་དང། ཅེས་མཐའ་ཁ་དེ་ཉིན་གྱི་བསམ་པ་དེ་གི་དེ་མེད་ན། ཨ་ནི་བདག་མེད་སྒོམ་པའི་ལུང་ལ་བརྟེན་ནས་ཉིན་མོ་ཟས་ཀྱི་ཆུ་ཡོད་མ་རེད།

ཉིན་མོ་ཟད་པ་ལ་ངན་སྐྱུགས་ཀྱི་བསམ་པ་དང། བདག་མེད་སྒོམ་པའི་བློ་གཉིས་ཚོགས་དགོས་རེད། དགོས་རེད་དེ་ཡིན་ན་ཡང་ཁོ་གཉིས་ཀྱི་ནང་ནས་ཉིན་མོ་ཟད་པ་བྱས་རྗེས་དངོས་གནས་དེ་གར་ཆགས་ཀྱི་རེད་ཟེར་ན་བདག་མེད་སྒོམ་པའི་བློ་དེ་རེད་མ་གཏོགས། ད་གིན་ངན་སྐྱུགས་ཀྱི་བསམ་པ་དེ་རེད་ཟེར་གི་ཡོད་མ་རེད། དེ་ན་ཤེས་བྱེད་ནི་ཐེག་ཆེན་ཡིན་ན་ཡང། ཁོ་ཉིན་མོ་མི་སྤྲོ་བ་དང་ཤི་ཁྲག་ཟད་པ་བྱེད་རྒྱུའི་ཐག་དངོས་དེ་གར་ཆགས་ཀྱི་རེད་ཟེར་ན། ཨ་ནི་བདག་མེད་དུ་སྟོང་ཉིད་བསྒོམ་པ་འདི་ཆགས་བདེ་བ་རེད་མ་གཏོགས་བྱང་ཆུབ་ཀྱི་སེམས་ལ་སྙིང་རྗེ་ཆེན་པོ་འདི་ཆགས་ཡོད་མ་རེད་སྤྱིར་བཏང་བྱང་ཆུབ་ཀྱི་སེམས་ལ་སྙིང་རྗེ་ཆེན་པོ་མེད་ན། ཁོས་ཤི་དྲག་ཟེར་ཡ་དེ་ཁྱེད་ལ་རྩ་ནས་ཡོང་སྲིད་ཀྱི་མ་རེད། རེད་དེ་ཡིན་ན་ཡང། དེ་གཉིས་ཚོགས་དགོས་པ་གང་ཞིག་བྱས་ལ། དངོས་གནས་ཀྱི་བོད་ཀྱི་སྙིང་པོ་བསྟན་འོང་འདི་རྩ་ནས་གཙོ་བོ་དེ་བདག་མེད་བསྒོམ་པའི་བློ་འདི་ཆགས་བདེ་བ་རེད། རེད་བ། འདི་ཆགས་བདེ་བ་རེད། དཔེ་ཆ་བཞག་ནས་ཞུས་པ་ཡིན་ན། དཔེར་ན། ནད་པ་ཅིག་དཔེ་ཡི་སྐབས་སུ་ནད་པ་ཅིག་ནད་ལས་དྲག་པ་ལ། སྨན་བཟང་སྡིག་གི་སྐུལ་སློང་བཏང།

ཁོ་ནད་མེད་པ། ནད་དེ་མེད་ན་ན་ཚ་དེ་མེད་པ་བཟོ་ཡ་གི་ད། ག་སུ་ཁ་ཐུག་གི་ཐག་དེ་གར་ཆགས་འདོད་རེད་སོང་ཐག་གཙོ་བོ་དུ་ཁ་ཐུག་གི་ཐག་དེ་གར་ཆགས་འདོད་རེད་ཟེར་ན་ཨ་ནི་སྨྲས་དེ་ཆགས་འདོད་རེད་མ་གཏོགས་ཀུན་སློང་དེ་མ་རེད་བ་ཟེར་ཏི་ཤི་ཏི་ཏི་ཟེར་གོ་རེད། དེ་ནས་ངའི་དང་གི་གར་སོབ་རེད། ཐེག་པ་ཆེན་པོ་ལ་འཇུ་དི་གར་སོབ་རེད་ཨ་ནི་བྱང་ཆུབ་ཀྱི་སེམས་དུ་གཉིས་ཆེན་པོ་གོ་གི་རེད། ད་ལྟ་ཁ་ན་ཤི་བྱང་ཆུབ་སེམས་དཔའ་སྙིང་རྗེ་ཆེན་པོ་དགེ་སེམས་མེད་པ་ཡིན་ན་ཐེག་ཆེ་ལ་ཡིན་ན། སྡུག་བསྔལ་མེད་པ་བཟོ་ཐུབ་ཀྱི་མ་རེད། དེ་ནས་ཉིན་མོ་མེད་པ་བཟོ་ཐུབ་ཀྱི་མ་རེད་ཤིང་སྒྲོམ་མེད་པ་བཟོ་ཐུབ་ཀྱི་མ་རེད་ཟེར་སྐད་ཆ་བཤད་ཡ་དེས། ང་ཚོ་དུམ་བུ་གཉིས་ནས་ཐེག་ཆེ་ལ་ཞུགས་ངེས་སྐད་ཆ་བཤད་ཀྱི་དུམ་བུ་གཉིས་ནས་ཐེག་ཆེ་ལ་ཞུགས་ངེས་ཡིན་ན། ཁོ་གར་བཟོ་རེད་ཉིན་མོ་མེད་པ་བཟོ་བ་ལ་ཡང་བྱང་ཆུབ་སེམས་དཔའ་སྙིང་རྗེ་ཆེན་པོ་དགོས་རེད་མ་གཏོགས། དང་པོ་གཉིས་ནི་ཐེག་ཆེན་ཀློང་དུ་ཞུགས་ངེས་ཡིན་ན་མེད་པ་སོགས་དོགས་མ་རེད་ཟེར་བ་ཐེག་ཆེན་ཀློང་དུ་ཞུགས་ནས་བྱང་ཆུབ་སེམས་དཔའི་འདུ་འཛི་ཆེན་པོ་མེད་ན་ཉིན་མོ་མིན་པ་སོགས་དོགས་མ་རེད་ཟེར་གོ་རེད་མ་གཏོགས་ཡོང་སྒོ་ཟག་ཟིང་འདྲ་བོ་གཅིག་གིས་ཡིན་ན་ཡང་ཉིན་མོ་མེད་པ་སོགས་ལ་བྱང་ཆུབ་ཟེར་དགོས་རེད་འདི་སྐད་ཆ་བཤད་པ་ཡོད་མ་རེད་འདི་ངས་དང་གིས་གོང་ལ་བཤད་པ་དེ་ཡང་ཞེ་ཚགས་ལ་གཟའ་ཞིག་བྱས། ད་བསྟན་བྱས་དེ་ང་ཚོ་ག་རེ་གསལ་པོ་ཆགས་སོང་བ་རེད་ཟེར་ན། མགོ་བདེ་ཐོག་པ་བྱས་པ་ལའང།

ལོ་ལྔ་ཀ་ལོ་དེ་བཞག་གི་རེད། འདིའི་དཔེ་ཆ་གང་ན་ཡོད་རེད་ཟེར་ན་སློབ་དཔོན་ཐུགས་མེད་ཀྱིས་མཛད་པའི་བསྙེན་པ་བཀུར་སྟི་ནང་ལ་དེ་གསལ་བོ་གསལ་རྐྱང་ཡོད་རེད། སློབ་དཔོན་ཐུགས་མེད་ཀྱིས་མཛད་པའི་བསྙེན་པ་བཀུར་སྟི་ཟེར་ཡ་དེ་ད་ལུགས་རྗེ་འབྲུག་གསེང་གཙང་པས་ཀྱི་ད་ང་ཚོ་དྲུང་ཐག་གི་ཁུག་རྟུག་ཟ་གི་བཞུགས་དེ་རེད་བཞུགས་ཁོ་རང་ཡང་ལུགས་རྗེ་འབྲུག་གསེང་ཙམ་པའི་བཞུགས་ཆགས་དེ་བ་རེད། ཞེས་སོགས་ལེའུ་བཞི་རུ་སེམས་ཙམ་པའི་ལུས་བྱས་ན་ཚོགས་ལོང་དུ་གཞོན་ལོང་ནང་ལོ་ལོག་ལྡན་ཡོད་པ་ཙམ་མ་ཟད། ཚོགས་ལོང་དུ་གཞོན་ལོང་འཁོར་རོ་རུང་ལོག་ལྡན་ཆགས་འདུག་པས་ཚོགས་ལོང་དུ་གཞོན་ལོང་ཡིན་ན་ལོག་ལྡན་ཡིན་དགོས་པ་རེད་ཟེར། ཟེར་བུ་ཟོས་ན། གར་སོགས་རེད། ད་དེ་ལ་ནི་ང་ཚོ་གྲུ་འདེགས་ང་ཚོ་དེ་གར་སོགས་རེད། འདི་ང་ཚོ་ཐེག་ཆེན་གྱི་ལུང་དུ་ཐེག་མེད་ཀྱི་ལུང་གི་ཁྱད་པར་གང་ཡང་ཡོད་མ་རེད་དཔེར་ན་ཕྱག་བྱ་ན་ང་རེ་སོ། ཉིན་ཐིག་གི་ཚོགས་ལུང་དུ་གཞུང་ལུང་དེ་ཡང་ལོ་ཟླའི་ཆ་དེ་བ་རེད། ཉིན་ཐིག་གི་ལོ་ལྔ་བཀའ་ཡང་ལོ་ཟླའི་ཆ་དེ་བ་རེད། རང་རྒྱལ་གྱི་ལོ་ལྔ་བཀའ་ཡང་ལོ་ཟླའི་ཆ་དེ་བ་རེད། ཁྱད་པར་ཆེན་པོའི་ལོ་ལྔ་བཀའ་ཡང་ལོ་ཟླའི་ཆ་དེ་བ་རེད་ལུགས་བཞིན་སེམས་ཙམ་པའི་ལུགས་བྱས་ན་ལོ་ཟླའི་རེད། དེ་ནས་ང་ཚོ་ལུགས་ཀྱི་འགྲོ་བའི་སེམས་ཙམ་པ་མ་གཏོགས་པའི་གི། གྲུབ་མཐའ་གཞན་པ་དེ་གས་དེ་གས་བྱས་ན་ཡང་ང་ཚོ་གྲུབ་མཐའ་ལ་ཆད་པ་གང་ཡང་ཡོད་མ་རེད་དཔེར་ན་ཆ་བྱས་ན་ང་ཚོ་མཐོང་ལུང་ཡིན་ཆད་ལ་མ་གཏོགས་རེད་བ། ཨ་ནི་དཔེར་ན་མཐོང་ལུང་ཡིན་ཆད་ལ་མ་གཏོགས་དཔེར་ན་ཉིང་ཐིག་འདྲ་པོ་ཅིག་ཡིན་ན་ཉིང་ཐིག་མཐོང་ལུང་ཡིན་ཆད་མ་གཏོགས་ལོ་འདེབས་བྱ་གི་མ་རེད།

ཐེག་ཆེན་གྱི་ལོ་ལ་སྦྱང་འོ་འདི་དུམ་བུ་གཉིས་ནི་རང་གི་ལོ་རུ་ཞུ་ངེས་ཅི་ཡིན་ན་མཐོང་ལོ་ཡིན་ཤེས་མ་གཏོགས་ལོ་དེ་མེད། དུམ་བུ་གཉིས་ནི། ག་སོགས་རེད་ཐེག་ཆེན་ལོ་རུ་ཞུ་ངེས་ཅི་ཡིན་ན་ནི་མཐོང་ལོ་ཡིན་ཤེས་མ་གཏོགས་ལོ་དེ་ཡོད་མ་རེད་ཟེར་འོ་དེ་རེད། ཉན་ཐིག་ལ་དུང་ནི། ཚོགས་ལོང་དུ་འབྱུང་ལོང་ལ་ལོ་དེ་མ་ཡིན་པའི་ཆ་བ་ཟེར་གྱི་རེད་ཟེར་ད་ད་ང་ངེད་ཀྱིས་བཤད་བསྡད་ཡ་དེ་ལུགས་ཀྱི་འབྱུང་སྲིང་ཚན་པ་མ་གཏོགས་དཔེ་ཀྱི་གྲུབ་མཐའ་གཞན་པ་དེ་གི་དེ་རེད་ད། དེ་ནི་ད་ཉིན་ཐིག་གི་མཚོ་ནང་དུ་ཇོ་ནང་ལ་ལོ་ཟླས་བསྟན་ནི་ཡོད་མ་རེད་ཟེར་ད་དང་པོ་དེ་ཞུས་ན་ཉིན་ཐིག་གི་མཚོ་ནང་ཉིན་ཐིག་གི་མཚོ་ནང་དུ་ཇོ་ནང་ལ་ལོ་ཟླས་རྩ་ནི་མེད་ཟེར་དེ་པས་ཐག་བཅད་ནི་ཞུ་ཞུ་རེད་ཟེར་ད་གི་ལུས་དེ་དེ་རེད་ད་ལུས་ཀྱི་འཇུ་སེམས་ཚང་མས་མ་གཏུགས་པའི་གྲུ་མཐའ་གཞན་པའི་ལུས་རེ་བྱས་ན་ཉིན་ཐིག་གི་མཚོ་ནང་དུ་ཇོ་ནང་ལོ་ཟླས་ཆུད་ནི་མེད།

མྱོང་ནི་ཞུ་དགོས་རེད། རང་རྒྱལ་གྱི་མཐོང་སྣང་དེ་མྱོང་ནི། ཉིན་ཐིག་ཚོགས་ལོངས་ལ་མ་ཞུ་མི་བྱེད་དགོས་རང་རྒྱལ་གྱི་མཐོང་ལོང་ཏོག་ཚ་འདི་མྱོང་རྒྱུ་ཡོད་མ་རེད། རང་རྒྱལ་གྱི་མཐོང་ལོང་ཕར་བཞག་ཆོག་ཨ་ནི་གར་བཟོ་རེད་རང་རྒྱལ་གྱི་དེ་ནི། ང་ཚོ། ཚོགས་ལོང་ཆེན་པོ་ཐོག་ས་སོང་ན་ད་མྱོང་རྒྱུ་མེད་རེད། རང་རྒྱལ་གྱི་ཚོགས་ལོང་འབྲི་དང་ཚོགས་ལོང་ཆེན་པོ་མ་རེད་ཚོགས་ལོང་འབྲི། རང་རྒྱལ་གྱི་ཚོགས་ལོང་འབྲི་ཡིན་ཆད་ལ་རྩ་ནས་མྱོང་རྒྱུ་ཡོད་མ་རེད།

ཉིན་ཚིག་གི་ལོ་དེ་རང་རྒྱལ་ལོ་ལ་ཚོུད་བརྒྱད་ཚར་བ་ཡིན་ཙང། དེའི་ཉིན་དེ་གི་ལོ་ལོ་ཟླའི་ཆག་མ་རེད། ཡིན་ན་ཡང་དེ་ལོ་ཟླའི་ཆག་རེད་བས་ཟེར་ན་ལོ་ཟླའི་ཆག་རེད། ག་རེ་ཟེར་ན། ཐེམ་མེད་གི་ལོ་ཟླའི་ཆག་རེད། ཐེམ་མེད་གི་མཐོང་ལོང་ཡིན་ཆད་གི་ལོ་རེད་བ་ད། ཐེམ་མེད་གི་ལོ་ཟླའི་ཆག་རེད་འོ་འདི་རེད། སྐད་དེ་གོ་གི་འདུག།

ཚོང་ལོག་འཇོག་ལོང་སྙིང་པོ་ཏེའུ་ལོ་དེ་རེད། དེ་དང་གི་ཤུ་ཡིན་པ། ཚོང་ལོག་འཇོག་ལོང་སྙིང་པོ་ཏེའུ་ལོ་དེ་རེད། ཚོང་ལོག་འཇོག་ལོང་གང་གིས་བྱིན་ནས་ལོ་དེ་རེད། ད་ཁོ་ཚོང་ལོག་འཇོག་ལོང་གང་གིས་བྱིན་ནས་ལོ་དེ་རེད། ཀུ་རེ། དེ་ཅིའི་ཕྱིར། ད། དོམ་བུ། ག་རེ་ཟེར་བ། ད་ད་ནང་ང་ཚོ་དེ་གི་ལུགས་ཀྱི་སེམས་ཙམ་པ་མ་གཏོགས་པའི་དྲ་ཐག་གཞན་ལ་སྦྱར་ན་དང་གི་ཤུ་བ་དེ་རེད། ཉིན་གཅིག་ཚོང་ལོག་འཇོག་ལོང་ལོ་དེ་ཙམ་ནས་མེད།

ལུགས། ག་ཟེར་ན་ལོ་འདི་ཡིན་ན་ལོང་ཡིན་དགོས་རེད་ལོང་ཡིན་ན་ལོ་འདི་ཡིན་དགོས་མ་རེད། སྙིང་ག་ཡིན་གྱི་ཡོད་རེད་སྙིང་ག་མ་ཡིན་གྱི་ཡོད་རེད། ད་དེ་ལ་ང་ཚོ་དེ་ཚད་གཞི་བཞག་པ་ཡིན་ན་དཔེར་ན་ཆ་བཞག་ན་ཉིང་ཐིག་གི་ཚོང་ལོག་ཏུ་འཇོག་ལོང། རེད་པ། དང་པོ་གཉིས་ནི་ཨ་ནི། རང་སྤྱི་ལོག་ཏུ་ཞུ་ངེས་ཀྱི་རང་སྤྱི་ཚོང་ལོག་འཇོག་ལོང། དང་པོ་གཉིས་ནི་ཐེ་ཇེ་ལོག་ཏུ་ཞུ་ངེས་ཀྱི་ཐེ་ཇེ་ཚོང་ལོག་འཇོག་ལོང་དུ་སུ་དག་ཨ་ནི་ག་སོ་ལོང་ཆགས་ཡོད་རེད་དེ་ལོ་དེ་ཆགས་ཡོད་མ་རེད་ཟེར། ད་ལུགས་རྒྱུན་དུ་སེམས་ཙམ་པའི་ཆེད་ནི་ལོང་དུ་ལོ་ཟླའི་སྙིང་པོ་འདི་ལ་ད་གདོད་གཅིག་བཞག་པར་རིགས་སོ། ད་ངས་འདི་ད་ལྟ་འདིའི་ཁ་ཐུག་དེ་ལ་གསལ་བཤད་བྱེད་དགོས་ཡ་ཅི་ག་རེ་ཡོད་ཟེར་ན། ནི། གར་སོགས་རེད་ལུགས་རྒྱུན་དུ་སེམས་ཙམ་པའི་ལུས་པའི་ཞག་གཅིག་ནི་ལོ་ལྔ་ཀ་ལོ་ཟླའི་རེད་ཟེར་ཡའི་སྐད་ཆ་བཤད་ཡ་དེ་ཐོག་མའི་ཁོ་རང་རང་གི་ཀི་ཏའི་ནང་ལ་གསུང་གསལ་པོ་ཡོད་པ་ཡིན་ཙང།

ཕན་ཐོགས་རླག་ཆེ་ཡོད་རེད། དེ་འདྲ་ཡིན་ཙང་ད་རེས་དེ་སྲིད་དུ་བཅིངས་པའི་ང་ཚོ་བདེ་སྐྱིད་ཀྱི་བློ་འཁྲིད་དེ་དེ་འདྲའི་རྒྱུ་ལ་མཚོན་བྱ་གི་དེ་འདྲ་ཡིན་ཙང་ང་པ་ཚོ་ཚང་མས་གི་ག་རེ་ཟེར་བ་རེད་ནི། ཀྱི་ལྟོ་ཟས་འབད་བརྩེགས་ཀྱི་ཐོག་ནས་ཤུགས་གཏེར་སུ་བརྒྱབ་ནས་དེ་ནི་ངེས་པར་དུ་ནི་རེད་ང་ཚོ་དགའ་བསུ་རེད་ད་ཅི་ནོར་ཕྱིར་ལོ་གཉིས་དེ་ཡག་པོ་ཅིག་བྱེད་རོགས་གནང་ཨ་ད་ག་ནང་ཞིག་ཨ་ནི་གོ་བདེ་ཡིན་ནའི་འདུག་ཅིག་ཡག་པོ་ཅིག་བྱེད་རོགས་གནང་དེ་འབོད་སྐུལ་ཞུ་ཡ་ཡིན་ཨ་ནི་ང་ཚོ་ལོ་ཚད་རྗེས་མི་དེ་སེ་ན་ལ་མཇལ་ཡོང་ཨ་ད་ནི་ཚང་མར་ག་རེ་བྱེད་སེམས་ཞུ་ཡ་ཡིན། ད་རིང་འདི་ནི་སེར་བོ་མང་ཆགས་ཁེག་གི་གར་སོགས་རེད་ད་རིང་འདི་ནི་སེར་བོ་མང་ཆགས་ཁེག་གི་ཡོང་ཅིག་ད་འདི་སྐད་ཅིག་བཤད་བྱ་འདི་གའི་དེ་རྗེས་མའི་བློ་འཚེ་ནི་སེར་བོ་ངན་པ་དང་ཆགས་གི་རེད་ནི་དེ་ཐུག་འཕྲད་མ་གནང་སང་བློ་བདེ་བོ་བྱས་ནས་ནི་ཞུ་རུ་གནང་སང།